གང་དུ་འདུག་གི་འགྲེལ་བཤད་ཅིག་བརྒྱབ་ཡོད་རེད། འདིའི་ཐོག་ལ་ཁོ་རང་གིས་ད་རྒྱ་བོ་རོན་པོ་ཆེན་གྱི་ད་ལྟའི་རྒྱ་བོ་སྐམ་པ་དེ་ངོས་འཛིན་ཞུ་འགྱོ་མ་རེད། ཁྱོད་རང་དཔང་རྟགས་ཡོད་པས་གསུང་གི་ཡོད་ས་རེད། ང་དཔང་རྟགས་གས་ཞུ་ཡ་གས་མེད་ཆོས་ཕྱོགས་ཐོག་ན་ངས་རྒྱ་མི་དེ་གར་བཤད་པ་དེ་ན་མ་གཅིག། ཞུས་བྱ་བའི་ཐོག་ནས་ཨ་སོ་སོས་ཀྱི་ད་གར་སོག་རེ་ཞུས་པའི་བརྒྱུད་རིམ་ནང་ལོག་ལ་ག་རེ་ཞུ་གི་ཡོད་ཟེར་བའི་ཡིན་པ་ཡིན་ན་ད་རྒྱ་བོ་རོན་པོ་ཆེ་འགས་ད་ལྟའི་རྒྱ་བོ་སྐམ་པ་ལ་ངོས་འཛིན་ཡོད་བསྡད་པ་ཅིག་ཆགས་འདི་སྐོར་ད་ངས་གར་སོག་རེ་ཡང་སྲིད་དེ། སྣང་བརྙན་རྒྱལ་བ་རིན་པོ་ཆེ་རེ་ཞུས་ཡོད་ན་གུང་གསེང་ཞུ་གི་ཡོད་རེད་བ་ཡིན་ནའི་ལས་རྒྱལ་བ་རིན་པོ་ཆེ་མཁྱེན་ད་ལྟའི་རྒྱལ་བ་སྒམ་པ་ལ་ངོས་འཛིན་ཡོད་དེ་བསྡུ་རྒྱལ་བ་སྒམ་པ་ལས་རྒྱལ་བ་རིན་པོ་ཆེ་དད་པ་ཡོད་བ་དང་མཇལ་འདོད་ཡོད་བ་དང་དེ་འདྲས་ཀྱི་སྟེང་ནས་རྒྱ་མིས་མ་དགག་བྱེད་ཁོར་བ་ད་གང་ད་རྒྱལ་བ་རིན་པོ་ཆེ་ལ་དགག་པ་བྱེད་ཉེས་དོན་ཚོར་ལ་རྒྱ་མིས་ཀྱིས་བོད་ནང་ཡོད་ཉེས་དོན་ཚོར་ལ། དྲག་གནོན་བྱེད་ཡག་དང་རྒྱ་གོ་རུམ་བྱེད་ཐ་ན་སྐུ་པར་བྱེད་ན་ལ་བཞག་ཆོག་མེད་པ་དང་ད་ག་ལང་བཞིན་གྱི་རྒྱ་གོ་རུམ་པ་བྱིན་གྱིས་ག་རིང་གནང་བ་ཡིན་ནས་རྒྱ་མི་གིས་དེའི་ལྡོག་པའི་ཐོག་ནས་ཅིག་ངོས་ལེན་མ་བྱས་པ་ཞིག་དང་ད་ག་ལང་བཞིན་རྒྱ་གོ་རུམ་བྱེད་ལ་ཁ་བྲལ་རིང་ལུགས་ཅིག་ངོས་འཛིན་བྱས་ཏེ་ཉིན་གཅིག་ཆགས་འདི་སྐོར་བ་འདི་ལ་མི་ཤེས་ངས་ནག་ལོག་གི

སྒྲ་ལ་ལན་བརྒྱད་དེ་གལ་ཆེན་པོ་ཆེ་ཆགས་འོག་རོ། མཚམས་རེ་ངས་འདི་ན་ལ་ཞུགས་དགོས་ངས་ཀྱི་ཤེས་པའི་འདུ་འཛོམས་ཀྱི་ན་ལ་ཏན་ཏན་ངས་ཀྱི་ནོར་འཁྲུལ་ཡོང་སྲིད་ཀྱི་རེད། ཡིན་ན་འདི་ལ་གུང་སེང་ཞུ་གི་ཡོད་ས་ད་ངས་འདི་ས་མ་ཉན་པའི་བརྒྱུད་རིམ་ན་ལ་མཚམས་ཚང་གཅིག་གི་གར་སོང་རེད། ནོར་འཁྲུལ་ཏན་ཏན་ཡོང་སྲིད་ཀྱི་རེད། འདི་བྱས་ཙང་ཨ་ན་ཡང་འདིའི་ཐོག་ལ་གོ་བ་ལོག་པོ་ཞིག་རག་གེ་མ་གླེང་རོགས་རྗེས་སུ་ཞུ་ཡས་ཡིན། གཞན་པའི་ང་འབྲེལ་བཤད་འདྲ་མ་འདྲ་ཞུ་ཡས་ས་གེ་མེད། དགོན་དང་དེའི་ཁ་པར་གྱི་གལ་ཆེན་པོ་གཅིག་ལས་ནི། ལམ་སར་བཤད་ར་མ་སོང། ད་ལྟའི་ངས་དཔར་རིས་ཤིག་བཏང་ཡོད། འདིའི་དཔར་རིས་དེ་ག་རེ་ཚུན་གོ་རེད་ཟེར་བ་ཡིན། ད་ལྟ་རྒྱ་ནག་ནང་ལོགས་ལ་ད་རེས་ངེད་ཅག་རང་བྱུང་པའི་གནས་ཚུལ་གཅིག་ཚབས་ཆེན་ཅིག་བྱུང་ནས་ད་ག་ད་དྲ་རྒྱ་ཁག་རེད་མི་མང་པོ་གི་ལབ་གླེང་གླེང་ཡང་དང་དེ་འདྲས་ཀྱི་གནས་ཚུལ་ཆེན་པོ་ཅིག་བྱུང་པའི་གནས་ཚུལ་རེད་ཤར་བ་དེ་ག་རེ་རེད་དོ་ཟེར་བ་ཡིན་པ་ཡིན་ན། རྒྱ་ནག་གི་ས་གནས་ཀན་སུའུ།

བདེ་པོ་མེད་ཅེས། གར་སོགས་ར། སྐྱོགས་མའི་ལང་ཡང་རྐང་པ་ན་ཡང་སྟོབས་གོ་ན་ཡང་དེ་འདྲས་ཡོངས་གཟིགས་ར་སྤོ་གུ། ཁོག་པ་ན་བདེ་པོ་མེད་དུས། ཨ་ནེ་སྨན་ཁང་བསྟེན་ཡོད་དུས། ཁོ་རང་ཚོ་གི་ས་ནས་སྨན་ཁང་ལ་བསྟེན་ཡོད་དུས། སྤོ་གུ། ཐ་མཐའ་ཡིན། ད་ག་ཚོད་རེད། ང་ཚོ་སྤྱིར་བཏང་ནམ་རྒྱུན་ང་རང་ཚོ་ལང་ཞིག་གི་ཡིན་པ་མ་གཞི་ཟུག་གུར་ནད་གཞི་ཡོད་པ་འདི་དོན་མི་འདུག་ཡིན་ནའི་ཕ་མས། ས་ནས་བཞིན་པའི་ཤི་ཡང་སིས་དུ་བ་ལ་ཁྲིད་བྱེད། རྟ་ཕ་མས་བརྟག་དཔྱད་བྱེད་ཡུན་དུ་སྤུ་སྐུད་ཀྱི་ཁོག་པའི་གྱི་ན་ལོག་གི་ཁྲག་གི་ན་ལོག་ལ། རྟ་གཅིག་གིས་ཁོ་རང་ཚོའི་དུག་རྫས་བཟོ་བར་བ་ད་དེ་འདྲས་ཀྱི། སྤྱིར་བཏང་གི་དེ་ཡིན་ན། ལྔ་བཅུ་ཚི་ནས་ནི། ལྔ་བཅུ་ཚི་ཏག་ཏག་ཡིན་ས་རེད་ད་དེ་ནས་ཡར་རྒས་བཞིན་པ་ཡིན་ན་དཔེ་མ་ཚིག་གི་ཉེན་ཁ་ལྗིད་པོ་ཆགས་ཀྱི་འདུག་བ། ཇོ་མ་སྤུ་སྐུད་དེ་ཐང་ཐང་མེད་པ་ཆགས་ཡ་ད། གལ་སྲིད་ཀྱི་ད་དེ་ན་ཚ་དེ་བཅུས་ཐོབ་བྱས་པ་ཡིན་ནའི་ལས་ན་ཚ་རྙིང་པ་དེ་ལྷག་ནས་ག་འདའ། གཟུགས་པོ་དེ་བདེ་པོ་མེད་པ་དང། དེ་ལས་སྡུག་གི་ཚབས་ཆེན་པ་ཞིག་ན་ཤེས་ན་ནི། མེ་ཚོ་འཕྲོ་བརླག་འགྲོ་ཡ་སོགས་དེ་འདྲས་ཀྱི་ཚབས་ཆེན་གྱི་གནད་འགག་ཅིག་ཡོང་གི་ཡོད་ས་རེད། འདི་སུ་ཙང་ད་པུ་གུ་གི་གཟུགས་པོའི་ནང་ལོགས་ཀྱི་ཁྲག་གི་ནང་ལོགས་ཀྱི་ད་ཅིག་ག་སོ་དུག་རྫས་དེའི་ཚད་ཅིག་བརྒྱབ་ཡོད་དུས། སུམ་བརྒྱ་ནས་ཡ་སུམ་བརྒྱ་བདུན་ཅུ་བདུན་དགུ་འདི་དོན་ཤར་བ། སྤྱིར་བཏང་གི་མིའི་གི་གཟུགས་སྐུའི་ནག་ལོགས་ལ་ཡིན་པས་ན་ལྔ་བཅུ། རྩ་དྲ་ནས་རྟ་དར་སྦྱིན་སར་གསུམ་སྐྱེ་སྲིད་དུ་པད་ཉན་ཁ་བྱེད་པོ། ད་འདི་འདྲའི་བྱེད་ཕ་མ་འདི་གི་དོན་ཡོན་ཏུ། སྤུ་གུ་ཞི་བལ་དུ་མཛོད་ཡེ་དག་ལང་ཤིག་གི་ས་གནས། འདི་ལ་མ་ཡིན་པའི་བརྟག་དཔྱད་བྱོས་འདུག། ད་ལྟའི་བུ་ཆུང་གང་ཡོད་པའི་སྤུ་གུ་ཚང་མ་ལ་དོན་པད་མ་ཚེ་དག་ལང་ཤིག་གི་དགེ་རྒན། གཅིག་གིས། ཁོ་རང་གི་གཟུགས་སྐུའི་ནག་ལོགས། སྤུ་གུ་འཁོར་བསྡད་ཡོད་ཟེར། དེའི་ཁར་དངུལ་བསྙལ་ལོ། ཅིག་གི་སྨན་ཁར་བསྟན་ཡོད་འདུག་ན་བྱས། ད། སྐྱེ་མེད། སྤུ་གུ་ཡོད་དུས་དཀའ་ལས་ཅིག་ཡོར་བ་ད་ག་ས་ཟོག་པོ་བདེ་བོ་མེད་དེ་ག་ན་ད་འདས་ཀྱི་ཁྲག་ན་ན་ཚ་འདི་དོན་ཡོད་འདུག་དེ་བས་ཀྱང་མ་བདེ་བའི་ཆག་ར། དེ་བྱེད་དུས་སྨན་ཁར་ལས་དུས་སྨན་ཁ་ལ། ནས་མ་དོན་དགོས་ཡོད་ས་འདྲའི་རྙོག་དྲ་བྱུང་ཡོད་ཟེར། ད་ད་རིགས་སྤུ་གུ། ཕི་གིའི་བུ་ཆུང་ཁང་གི་སྤུ་གུ་ཚང་མ་གི། ཁྲག་ནང་ལ་འདི་དོན་ཡོད་ཟེར་བ་དེ་ས་གནས་ཁོ་རང་ཚོ་གི་བཀའ་ཟུར་གི་གི་ཞང་དེ་ན་ལོ་ལ་སྨན་ཁང་ལ་བརྟག་དཔྱད་བྱེད་དུས་ན་ཚ་དེ་ད་སྤུ་གུ་ཉིས་བརྒྱད་ཡོད་ན་སྤུ་གུ་ཉིས་བརྒྱད་ནང་ནས་སྤུ་གུ་རྐང་གཅིག་ལ་དོན་བས་མི་ཤེས་སྤུ་གུ་ཚང་མ་དེ་མོ་ཐང་པོ་རེད་ཤགས་སེ། ནམ་རྒྱུན་དག་གཅིག་པོ་རེད་ཤགས་སེ་ལབ། ད་ཕ་མ་དང་ཚུར་སློབ་མ་དེ་བཅས་ས་ཆ་གཞན་པའི་ལ་བརྟག་དཔྱད་བྱེད་དུས་སྤུ་གུ་ཚང་མ་ལ་ཡོད་བས་མ་ཚད་དགེ་རྒན་དང་ཚང་མ་ལ་ན་ད་གང་ལྟར།

བཟོ་གསེར་གྱི་བཟོ་གྲྭ་དེ་གའི་ཟེར་ན་མིའི་གཟུགས་སྐུའི་ནང་རུ་གནོད་འཚེ་མེད་པ་དང་ད་ལྟ་གང་དག་ཁོང་ཚོས་ཀྱིས་དེ་མ་བཙོང་དུས་ཀྱི་སྟབས་ཅིག་གང་དག་གཞུང་གི་བརྟག་དཔྱད་དང་ཚང་མ་བྱས་ནས་བྱེད་མགྱོགས་ཡིན། ད་ཅེ་འདི་བྱུང་ཤག་ད་འདི་བྱེད་དུས་ད་ག་ལ་ནས་ཡིན་མ་ཡིན་འདི་ཅིག་དོན་ཡོང་དུས་ད་རྒྱབ་འཇུག་འདི་ད་འདས་ཀྱི། ནས་དབྱིངས་ན་བསྡད་པའི་སྤུ་གུ་དུ་ཚོད་ཀྱི་ཕ་མ་དུ་ཚོད་ས་གནས་གཞན་པའི་གྲུ་དུ་ད། ཁོ་ཚོ་གི་ཀན་སུའུ་གི་ས་གནས་ཀྱི་འགོ་ཁྲིད་དུ་ཚོད་ཡོང་རྗེས་ད་ས་གནས་གཞན་པའི་ལ་སྨན་ཁང་བསྟེན་ཆོག་མ་ཡོང། ཨ་ཏི་གལ་སྲིད་ཁྱོད་རང་ཚོ་གི་ཀན་སུའུ་རང་ལ་སྨན་ཁང་བསྟེན་པ་ཡིན་ན་སྨན་རིན་དང་འགྲོ་སོང་དང་ཚང་མ་ཁོ་ཚོས་ཀྱིས་དཔེ་ཆ་སྤྲད་མོགོ་པའི་ཐོག་ནས་བྱེད་ཀྱི་ཡིན། འོ་དེ་འདྲས་བཤད་དེ་ཤ་སྟག་འདི་ཆེ་དུས་ཕ་མ་མང་པོ་ལ་སྡིག་སྒྲིབ་ཀུན་ཡལ་དང་དེ་འདྲས་བྱེད་དུ་ཕམ། ད་ག་ལང་གཞིན་གྱིས་བཀང་གཟུགས་ཀྱིས་ཁོང་ཚོས་ཀྱི། ད་ལྟའི་གི་ས་གནས་གཞན་པའི་ཅིག། ཕ་མས་འགྲོ་ས་ཀྱི་ས་གནས་དེ་མ་ཡིན་པ་ད་ས་གནས་མང་པོ་ཆུ་གྲོང་གཅིག་དང། གཞན་པའི་དེ་འདྲས་ས་གནས་མང་པོ་ཡོད་རང་དང་ཚུར་ལ་འགྲོ་བ་ཡིན་ན་ནི་འགྲིག་གི་ཡོད་དོ་དོ་བཤད་ཤ་དེ་ལ་ཕ་མས་ཁ་ར་ཉན་གི་མི་འདུག་ག་ད་ས་གནས་གཞན་པའི་བརྟག་དཔྱད་བྱེད་ཆེད་ག་ད་ཁོང་ཚོས་ཀྱི་དམ་འགུལ་གྱིས་ཁོ་རང་ཚོས་ཀྱི་བརྟག་དཔྱད་བྱེད་པའི་གི་གཟུགས་པོའི་ནང་གི་གི།

བུ་ཆུང་ག་འདི་ལ་ན་ཡ་འདི་ད་ག་རེ་ཡིན་ན་ཟེར། འདི་ཁ་ལག་གི་འདི་མེད་པ་ཡིན་ན། ད་ཁོང་ཚོ་གི་ལྟ་ཡོང་དུས་ད་ལྟའི་ཚོད་ལ་ད་གང་ད། འདི་རྒྱ་ནག་ཆུ་ཁོལ་མ་ཡིན་པ་ད་གང་ད། ཕྱི་ཕྱོགས་ལ་ད། ལའི་གནས་ཚུལ་དེ་རྦད་དེ་ཚབས་ཆེན་པོ་ཞུ་རྒྱུ་བྱུང་ཞེས་སྤུ་གུ་མང་པོ་རུ་དང་སྤུ་གུ་མང་པོ་ནང་བསྡད་ཙང། འདི་སོང་ཙང་ད་ཁོང་ཚོ་གི་ལྟ་ཡོང་དུས་སྙན་མག་གི་ད་ལྟའི་བུ་ཆུང་ག་གི། ས་ཆ་འདི་ཡིན་ན་སྙན་མག་རྒྱ་ནག་གི། གཞུང་འབྲེལ་གྱི་ཐོག་ནས་དེ་ལ་བཟོ་གྲྭ་གཅིག་ཡོད་ཟེར་བཟོ་གྲྭ་འདི་གི་མཛད་རྒྱུ་མཛད་ཀྱི་རིགས་ནས་བཟོས་ཞབས་པའི་བཅའ་ལག་བཟོ་གོ་རེད་ད་གང་དག་ཁོང་ཚོ་གི་དེ་འདྲས་ཀྱི་བཟོ་གྲྭ་གཅིག་བཙུགས་བཟོ་གྲྭ་དེ་མ་བྱུང་ནས་ཞུ་གོ་ས་ཅི་དེ་ད་ལྟའི་གི་བུ་ཆུང་ཁང་བཙུགས་ཉེས་ཀྱི་བདག་པོ་ལ་བཙོང་རྒྱུ་རེད་དོ་ང་ད་ཡིན་ནའི་དེ་གའི་གནས་ཚུལ་དང་ཚོ་ད་རེས་ཟེར་བའི་ནད་ལྟ་བཟོ་གྲྭ་དང་དེ་འདྲས་ཅི་བྱུང་ནས་ཁུལ་གྱི་བཟོ་གྲྭ་དུ་ཚོད་མེད་པ་བཟོས་པ་ཡིན་པས་ནད་འདི་གི་ས་ཆ་དུ་ཚོད་ལ་བརྟག་དཔྱད་ཡག་པོ་ཅིག་མ་བྱས་པ་ཡིན་ན་འདི་གི་རྫས་འགྱུར་གྱི་ཇུ་མ་ཁང་པ་རབ་བརྒྱབ་ཡིན་ན་ཡང་གནོད་སྐྱོན་ག་རེ་ག་རེ་ཡོང་གི་ཡོད་འདུག་ཚོད་བརྟག་དཔྱད་བྱེད་དགོས་ར་ཡིན་ནའི་ཁོ་ཚོས་འདུ་འཛོམས་མ་བྱས་པ་མི་དགེ་བཅས་ལ་བཙོང་ད་ད་ལྟ་ཡར་ལ་ཚང་མ་ལོ་ལས་ཀ་བྱེད་ཉེན་དང་བུ་ཆུང་ཁང་བཙུགས་ཉེན་དེ་ཡར་ལ་བཙུགས་པས་མ་གཏོགས་ཁོ་རང་གི་ཁོ་རང་ཚོ་གི་ནོར་འཁྲུལ་དེ་ཁས་ལེན་མ་བྱས་པ་བྱས་ད་འདི་གཅིག། རྒྱབ་ལྗོངས་འདི་ཡར་རྒྱས་མངོན་ཡོང་དུས་ད་ས་གནས་འདིའི་དགུ་སྒྲིམ་མང་པོ་ཅིག་ད་གང་དག་དེ་ནང་ལ་ཚུད་དགོས་ཡོད་ཙང་བྱས་ཙང་ཁོང་ཚོ་གི་ས་གནས་ཀྱི་དགུ་སྒྲིག་དུ་འཛུལ་གྱིས་ད་ལྟ་སྤུ་གུ་དུ་ཚོ་ཕ་མ་ལ་གནོད་ཤུགས་སྤྲད་ནས་ད་ས་ཆ་ཞན་པའི་ལ་འགྲོ་མ་ཆོག་མ་ཡོང་ས་ཆ་ཞན་པའི་གི་སྨན་ཁང་དུ་ཚོ་ལ་རྡེག་རི་སྐུལ་འདེད་བྱེད་ཀྱི་འདུག་བ་འདི་བྱེད་དུས་ད་ད་ལྟ་འདི་ཚབས་ཆེན་ཞུ་ཅིག་ཆགས་ནས་བརྟག་དཔྱད་བྱས་ཡོང་དུས་ད་ཕ་མ་དུ་ཚོ་སྙེ་མ་བུ་ཆུང་ཁང་ལ། ལོ། རྟགས་ག་སོགས་རེད། ལོ་གཅིག་གཉིས་གོང་ནས་ཏང་ཞང་གྱོན་པོ་གུ་དོན་ཚུལ་ལ་བརྟག་དཔྱད་བྱེད་འདོད་དོན་ཚུལ་གྱི། གཟུགས་པོའི་ནང་ལས་འོང་དེ་འདི། གང་དག། ཁྲག་ནང་ལོག་དང་འདི་གི། ཚད་དེ་བེད། དུག་གི་ཚད་དེ་ཤུགས་ཆེན་པོ་སླེ་བསྡད་ཡོད་བསྡད་པའི་གི་གནས་ཚུལ་ཅིག་ཆགས་བསྡད་ཤིག་ད་ད་ལྟ་བཏང་བསྡད་པའི་མ་རེད་སྙེ་མ་ནས་ཡོད་བསྡད་བྱེད་དུས་ད། ཁུ་ཡུག་གི།

བསྟར་རྒྱུ་དེ་མི་མང་དང་ལྟ་གང་ལྟར་ནག་ཉེས་དེ་ད་ལྟའི་དེ་བུ་ཆུང་ཁ་མཆུ་གཉིས་ཀྱི་བདག་པོ་དེ་འཛིན་བཟུང་བྱེད་ཡང་དང་ལས་ཀ་བྱེད་ཉེས་དོན་དུ་འཛིན་བཟུང་བྱེད་པ་མ་གཏོགས་རྒྱབ་ལྗོངས་ཁོང་རང་ཚོ་གི་གནས་ཚུལ་དངོས་གནས་དེ་མང་སྟོན་གྱི་མེད་དེ་བས་ཀྱི་གནས་ཚུལ་གྱི་ཐོག་ནས་མི་མང་ཁོང་ཁྲོ་དང་ལྟ་གང་ལྟར། ག་སོགས་རེད། བྱེ་ཐང་བྱེ་ལུག་གི་རྟ་སྤོམ་པོ་དེ་ཚོ་གི་བྱེ་ཐང་བྱེ་ལུག་དེ་ཚོ་འབྲི་གི་མེད་པས་ཀྱིས་རྟ་དྲ་རྒྱའི་སྒང་ན་མང་པོ་ཅིག་བྲིས་ཡོང་གི་ཡོད་པ་དང་གནས་ཚུལ་དེ་ཚབས་ཆེར་ཆེར་ཆེ་ཤུགས་ཆེར་ཆེར་འགྲོ་གི་ཡོད་པས་ཀྱིས་གནས་ཚུལ་ཅིག་ཆགས་ཏེ་ཞེ་རག་སྙེ་མ་ཉིས་སྟོང་དྲུག་ལོ་ལ་ཡང་སྙེ་མ་གསར་རྙེད་བཞིན་པའི་ཆེད་གནས་ཚུལ་ད་ག་རང་ཅིག་ཡང་འདས་ཀྱིས་བཟོ་བཀྲོལ་དང་འདས་ཀྱིས་གཡས་གཡོན་བྲིས་ལ་ད་ག་འདྲ། ལབ་འགྲོ་བཅུག་ཡིན་ན་གང་ལྟར་འོང་བསྡད་བྱས་བྱས་སྙེ་མ་གཉིས་རྙོག་དྲ་གཅིག་བྱུང་ནས་སྤུ་གུ་ཉིས་ཀྱི་ལྷག་ཙ་ཙི་ན་ཙི་བྱུང་འགྱོ་བྱེད་བྱུང་ཤར་ལྟ་ཉིས་སྟོང་དྲུག་གི་ལོ་གི་སྐབས་དུ་རོ། ལྟ་ད་ལྟར་ལོ་སྟོབས་ན་དེའི་རྗེས་ལ་ཡང་ས་གནས་འདི་ལ་འདེད་ཅིག་བྱུང་ཡོད་འདུག་ལྟ་ཁོང་ཚོས་ཀྱི། བཟོ་གྲ་དང་ག་རེ་བཙུམ་ནས་ལྟ། ཚོང་དང་དཔེ་ཆ་ཡོང་ཡ་བཅུག་གོ་ཅིག་མི་བྱེད་མིའི་བདེ་འཇགས་ཁོག་ནས་བསམ་བློ་གཏང་གི་མེད་པའི་གི་ཐོག་ནས་ད་ད་ད་མི་མ་དུང་ཚོ་ཁོང་ཁྲོ་དང་ཕ་མ་དུང་ཚོ་ཡིན་པའི་གནས་ལས་ད་མང་ཆ་སྤུ་གུ་ཅིག་ཅིག་ཚེ་ལས་མེད་དུས་རྦད་དེ་སེམས་འཁྲལ་དང་འདི་འདྲས་བྱེད་བྱེད་ད་འདི་རྒྱ་ནག་ནང་ལ་དེ་རིགས་ཀྱི་གནས་ཚུལ་དེ་ཤུགས་ཆེན་པོ་ཞུ་ཅིག་འགྲོ་བསྡད་པའི་གི་གནས་ཚུལ་ཅིག་ཆ་དེ་ཤར་ཞུ་ཡ་ཡིན། ད་དེ་ངས་པར་རིས་ཅིག་བཏང་ཡོད་རེད་པ། པར་རིས་འདི་ཡིན་པ་ཡིན་ན་ཨ་ནི། ད་རེས་ཉེ་ཆར་རྒྱ་ནག་གི་ས་གནས་པེ་ཅིང་གི་གྲོང་ཁྱེར་ནང་ལོགས་ལ་ཚི་ནག་དགོང་ལ་ག་འདྲ་མོ་འདྲ། ད་འདྲ་གྲུབ་ཕྱི་འདྲ་པོ་ཞིག་འདུག་བ་དེའི་འཁྲིས་ལ་དཀར་པོ་བྱེད་འགྱུར་དེ་འདྲའི་མོ་འདྲ་དཔེ་མང་པོ་ཨ་ནེ་བཀོལ་སྐྱོད་བྱེད་ཀྱི་ཡོད་དང་ཟེར་ཡག་ལ་ཁོང་ཚོས་བྱས་པ་ཡིན་ན་ད་གཅིག་གི་གྲོང་ཁྱེར་ནང་ལོགས་ལ་གཅིག་གི་ག་སོགས་རེད། ལོ་རེ་ག་རེ་ཡིན་ནའི་འདས་ཀྱི་བཟོ་བཅོས་དང་དེ་འབྲེལ་གྱི་བརྟག་དཔྱད་བྱེད་མཁན་ཡིན་པའི་བཟོ་བྱེད་ཤེས་གི་ཡོད་ས་རེད་དེ། ད་ལྟ་མི་མང་པོ་གཅིག་གིས་དོག་པོ་འདུག་མཚོན་ནི་ད་ལྟ། དམག་གི་ཐང་གར་ལ་ཡ་བྱུས་པ། འདི་ཡིན་པ་གཅིག་ངོས་འཛིན་བྱེད་ཀྱི་ཡོད་པ་གཅིག་རེད་ཤར་བ། ཡིན་ནའི་འདས་ཀྱི་ད་ལྟའི་མོ་ཏྲ་འདིའི་སྒང་ལ་རྟ་སྔོན་པོ་འགྲོ་བ་ཅིག་དང་ཁང་པའི་བཟོ་བཅོས་ཀྱི་བཟོ་བལྟ་མཁན་ཚགས་ཤུབ་ཅིག་བཟོས་པའི་མི་ཞིག་མིག་གིས་གཟིགས་པ་ཡིན་པས་ན་ད་ལྟ། འདི་ཕ་སྐབས་ནས།

རྒྱལ་སྲིད་ཡངས་པ་དང་ཆབ་སྲིད་ཀྱི་ལྟེ་གནས་གཅིག་ཆགས་བསྡད་དུས་ད་ག་རང་བཞིན་གྱི་འགོ་ཁྲིད་དང་འདུ་འཛོད་ཀྱི་རྟགས་ཡ་མ་གར་སོགས་རེད། ཡ་མ་བབས་ཡ་དང་དེ་འདྲས་ཀྱི་རྙོག་དྲ་མང་པོ་ཅིག་ཡོད་བསྡད་ཅེས་དུས་ད་གནས་ཚུལ་དེ་ག་རེ་ཡིན་ནམ་ཞེས་ཅེས་ཨ་མི་མང་པོ་ཅིག་གིས་ད་ག་སར་དོགས་པ་དང་ད་ལབ་གླེང་མང་པོ་ཅིག་ལྷག་གི་ཡོད་པའི་གནས་ཚུལ་ཅིག་རེད་ཞར་ཞུ་ཡ་ཡིན། ད་ལྟ། རྒྱ་ནག་གི་དྲ་རྒྱ་ཁག་ལ་ཡང་སྐད་གྲགས་ཆེན་པོ་ཆགས་ཡག་གི་གནས་ཚུལ་གཅིག་ད་ལྟ་དེ་ངའི་སྐུ་གཡག་གི་པར་རིས་འདི་གི་ཧང་ཀྲོའུ་སི་སའི་ས་གནས་ཟླ་བ་བདུན་པའི་ཚེས་གཉིས་ལ་ཨན་ཐང་ད་མེ་གོ་གི་ནང་ལོགས་ལ་བྱུང་ཞབས་ཡིག་གི་གནས་ཚུལ་གཅིག་རེད་ཤ་སྟག་དེ་ཕོ་གསར་ལོ་ཆུང་ཆུང་ལོ་ཉི་ཤུ་རྩ་གཉིས་བཅས་ཁོ་རང་མིང་ལ་ཞའོ་ཧའོ་ཟིག་འདུག་རེད་བ་ད་ཁོ་རང་རབ་བྱེད་ཡིན་པས་ནི་ད་ཅིག་པད་ད་སེམས་ན་ལར་ད་ཅིག། དཀའ་ངལ་ཆེ་ནི་བེད་ག་སོ་རེད་མེ་འོ་ན་ལོ་ལྟ་མེ་འཁོར་འགྲོ་བསྡད་པའི་ག་ཏུ་ལ་བེད་སྐར་མ་གསུམ་ཙི་ཅི་མོ་ཁོ་རང་སྐད་ཆ་བཤད་ནི་ད་གང་ད། སྤྱི་ཚོགས་ཀྱི་དྲང་བདེན་མེད་བོ་ད་གང་ད། དེ་འདྲས་མང་པོ་ཅི་མ་སྐྱོར་ཡོང་དུས་ཨ་ནི་མི་ཞིན་བེད་ཀྱི་བརྙན་ཐུང་ཕག་ལིམ་བྱས་ནི་དྲ་རྒྱ་ག་ལ་བཏང་བེད་ཀྱི་གནས་ཚུལ་ཅི་རེད་ཤ་ད་ཁོ་རང་གི་ཟེར་ཡ་ལ་ད་ཁོ་རང་རབ་བྱེད་ནི་ལབ་འགྲོ། སྤྱིར་བཏང་གི་ནང་མི་ནང་ལོགས་འཚར་ལོངས་བྱུང་རྒྱུ་དང་ད་ང་ཚོ་སྤྱིར་བཏང་གི་མི་དམངས་སྐྱོ་པོ་ག་སུ་རེད་དེ་འདྲའི་ཅིག་མི་ཤེས་རྒྱབ་ཆུང་ཡོང་རྒྱུ་དེ་མེད་པོ་ཆེ་ད་ཁོ་རང་གི་ནང་གི་དཔལ་འབྱོར་གྱི་གནས་སྟངས་དང་དེ་བྱས་ན་ཁོ་རང་སླབ་གྲར་འགྲོ་དུས་ད་ཅིག་གི་ག་སུ་རེད།

གཉིས་པོ་གཅིག་ཡང་ཤེས་དགོས་ཡ་ཅི་ཡོར་བ་དག། དེ་སང་བསླབ་གྲ་ཆེན་པོ་དུ་འདུག་ན་སྐད་ཡིག་འདྲ་མིན་སྣ་ཚོགས་ཤེས་དགོས་ཡ་དང་དེ་འདྲས་ཀྱི་ཅིག་ཡོད་དེ་དུས་ཡིན་ནའི་ཁོ་རང་གི་ལྟ། སོ་སོའི་ཁྱིམ་ཚང་གི་གནས་སྟངས་དང་དེ་འདྲའི་སྟེང་ནས་ད་ལྟ་གློག་ཀླད་དེ་མ་ཤེས་ཤིང་བལ་གྱི་ཡང་དེ་འདྲས་ཀྱི། ཁར་སོ་རེད་ཚད་གཉིས་ཐོན་ཡག་གི་དེ་འདྲས་དེ་བྱུང་མི་འདུག་ནའི་ལྟ་ཁོ་རང་བསླབ་གྲ་ཐོན་བས་ཆེས་ལ་ལས་ཀ་དུ་འཛུར། དཀའ་ལས་ཁག་པོ་བྱེད་དུས་ལྟ། བསླབ་གྲ་ཆེན་པོ་ཐོན་བས། མི་སྣ་གཅིག་རེད་དེ་ལ་ཡིན་ནའི་ལས་ད་སྒོར་དཀྲུག་ཉེན་གི་བདེ་འཇགས་གི་མི་སྣས་འདི་འད་གི་ལས་ཀ་བྱེད་དྲག་བྱས་ཁོ་རང་ལས་ཀ་བྱེད་ཁ་ཕྱིན་ཤག་ལས་ཀ་བྱས་ནས་ཉི་མ་གཅིག་ལ་སྒོར་མོ་བརྒྱ་དང་གྱ་བཅུ་སྤྲད་གི་ཡིན་ཟེར་ལབ་འདུག་ད་ཁོ་རང་གི་དེ་ཕི་ཀའི་ལས་ཁུངས་འདི་ནང་འཛུལ་ནས་ད་ལས་ཁུངས་འཛུལ་དུས་དེ་ཁོ་ཚོ་གི་དུག་ལོག་དེ་སོ་སོས་ཉོ་གི་གོ་དུས་སྒོར་མོ་ཉིས་བརྒྱ་སྤྲད་ཤག་དེ་བྱེད་དུས་ཁོ་རང་གི་ལས་ཀ་བྱས་ཡང་ཞོགས་ཀའི་ཆུ་ཚོད་བརྒྱད་པོ་ནས་དགོང་དག་ཆུ་ཚོད་བརྒྱད་པའི་བར་དུ་ལས་ཀ་བྱས་ནས་ཡང་འདི་གི

ད་བུ་འདི་གིས་བྱས་ཙང་བླ་བྲོ་ཆེན་པོ་འཐུག་འདི་འདྲས་དཀའ་ངལ་མང་པོ་ཅིག་བརྒྱབ་ནས་ད་གང་ལྟར་བླ་བྲོ་ཐོན་འབད་ཀྱི་ལས་ཀ་མ་རག་བས་ནས་སོ་སོས་ཀྱི་ལྟོ་གོས་དོན་དག་ལ་ད་ལས་ཀ་འདི་འདྲས་ག་ས་རེད། སློབ་སྦྱོང་ཡོད་པ་དང་བྱས་པས་ན་ད་ལས་ཀ་འདི་འདྲས་དམའ་པོ་རབ་བྱེད་རུ་བ་འདི་འདྲས་བྱས་ཡིན་བས་ནས་ལས་ཨ་ནི་འབད། ལས།

ད་ལྟའི་རྒྱ་ནག་གི་གནས་སྟངས་འདི་དང། ད་བྱེད་སྟངས་དང་གདོང་ཚུགས་ཀྱི་ཐོག་ནས་ད་མི་དམངས་སྐྱུར་མོ་གི་འཚོ་བ་ལ་དཀའ་ངལ་མང་པོ་ཡོད་བསྡད་པའི་གི་ཐོག་ནས་ད་འདི་འདྲའི་སྐད་ཆ་བཤད་བཞག་པ་འདི་ལ་ད་ད་ལྟའི་ཚོད་ལ་རྒྱ་ནག་ནང་ལོགས་ལ་ཧ་ལས་པའི་གི་དྲ་རྒྱ་ག་ན་ཤུགས་ཆེན་པོ་འགྲོ་པའི་རྗེས་ལ་ལམ་སང་ཡང་ཁོང་ཚོས་མེད་པ་བཟོ་ཡག་དང་འདི་འདྲས་བཟོས་བཞག་ད་འདི་བྱེད་དུས་ད་ལྟའི་ཚོད་ལ་རྒྱ་ནག་གི་གནས་སྟངས་འདི་ཧ་ལས་པའི་གི་སྙེ་མ་དང་མ་འདྲ་བའི་དཔལ་འབྱོར་དང། ད་ག་ལང་ཕྱིར་ལས་ཀ་ར་ཡ་དང་ཚོ་དཀའ་ལས་ཁག་པོ། དམིགས་བསལ་གྱི་བླ་བྲེ་ཐོན་ཚར་བའི་གི་ད་གཞོན་སྐྱེས་ཕོ་གསར་དང་ཚོ་ཡིན་པ་ཡིན་པ་ནི་བླ་བྲེ་ཐོན་པའི་ཚོ་རུ་ད་ག་ཁ་ལག་དེ་འདྲའི་སྐད་གཉེར་གྱི་ལས་ཀ་བྱེད་ཡ་དང་བུ་མོ་ར་བུ་དང་ཚོ་ཡིན་པ་ཡིན་ན་ཟ་ཁང་དག་དང་ཚོའི་ནང་ལ་ད་ཅིག་ཞབས་ཞུ་དང་ད་ག་ལང་བཞིན་གྱི་སོ་སོ་གི་བླ་བྲེ་ཆེན་པོ་ཐོན་ནི་ད་ཅིག་གི་ག་ས་ཤེས་ཡོན་ག་ཚད་ཡོད་པ་ཡིན་ནི་ལས་ཨ་ནི

གྲོང་ཁྱེར་ཡིན་ནའི་དགྲ་དང་སོ་སོའི་ས་གནས་དུ་བ་ཡིན་ནའི་ལས་ཀ་འདི་འདྲའི་ཡག་པོ་ད་སོ་སོའི་སློབ་སྦྱོང་དཔག་པའི་རག་གི་མེད་པའི་དཀའ་ངལ་མང་པོ་ཅིག་གིས་ད་ད་རིགས་ཀྱི་རྣམ་པ་ཅིག་ཐོན་པ་དང་ད་ག་ལང་བཞིན་གྱི་ད་ལྟའི་ཚོད་ལ་རྒྱ་ནག་ནང་ལོག་ལ་ནི་ཧ་ལས་པའི་གི་ད་ག་སོ་རེད། སྤྱི་ཡོངས་ཀྱི་ད་གང་ད། དཔལ་འབྱོར་དང་ལས་ཀ་རེ་ཁཱན་ཅིའི་ཐོག་ལ་དཀའ་ངལ་ཡོད་པའི་གནས་ཚུལ་ཅིག་གི་ཐོག་ནས་ཨ་ནི་དེ་དྲ་རྒྱའི་ཁ་ན་ཤུགས་ཆེན་པོ་འགྲོ་བ་དང་ཕྱི་ཕྱོགས་ལས་ཀ་དག་དེའི་ཐོག་ནས་ད་ག་ད་ད་འདས་ཚོད་ཀྱི་རྒྱ་ནག་གི་གནས་སྟངས་དེ་ག་འདྲས་ཅིག་ཡོད་མེད་ཀྱི་ཐོག་ནས་འདི་ཅི་རེད་ཅེས་ཅེས་གནས་ཚུལ་བཤད་ཀྱི་འདུག་ཞུ་ཡ་ཡིན། དེ་ངས་པར་རིས་བཏང་ཡོད་ད་ད་རེས་པར་རིས་དེ་མཐོང་ཙང་གཞི་ནས་དྲན་པ་སོས་སོ་རེད་བ། ག་ཚང་ནས་བཤད་འོག་ཙམ་བས། དྲན་པ་བཅས་ཏེ། ཨ་ད་འདི་ག་རེ་འདོགས་ཟེར་ན་ཁ་སང་སྤྱི་ཟླ་གཉིས་པ་གསུམ་པའི་ནང་ཨ་རིའི་གཞུང་གི་གསང་བ་ལེའུ་དང་ཉེན་རྟོག་པའི་ཀྱི་ཧ་གོ་ནི་མ་ཕྱི་དྲག་ས་གལ་ཆེན་མི་འདུག་ད་སྤྱི་ཟླ་ལྔ་པ་དྲུག་པའི་ནང་ལ་གཞི་ནས་མ་ཨ་རི་གཞུང་གིས་འདི་མ་ཕྱི་དྲག་བྱས་ཞག་པའི་ཀྱི་གནས་ཚུལ་ཅི་རེད་ཤག་འདི་ག་རེ་འདོགས་ཟེར་ན་ཁེ་ལོ་ཧྥོ་ནི་ཡ་ཕྱོགས་སུ་ལ་རྒྱ་མི་འདི་འདྲའི་ཀྱི་བཟོ་སྐྲུན་འདི་འདྲའི་བྱེད

སེམས་ཅན་གསོན་པོ་རེ་ཤི་བདེ་འགྱོ་རེ་ད་ག་ལང་ཤིང་གི་གྲང་ལོག་དང་ལུས་འགོ་ད་དེ་འདྲའི་འདྲ་མིན་སྣ་ཚོགས་བྱེད་ཅེས་གང་དག་འདི་ན་ལ་བེད་ད་གི་ཅིག་ག་སོག་རེ་ཡ་རྫུས་དུས་ཅིག་ཞེ་ན་ཚ་བོ་གྲོ་བོ་ཟོག་རོ་བ་ད་སེམས་ཅན་འདྲ་མིན་སྣ་ཚོགས་ཤི་འགྱོ་དང་ད་ག་ལང་ཤིང་གི་དུང་ཚོད་ཤི་བོ་དུང་ཚོད་དུང་ཚོད་ཡག་པོ་ཅིག་ཕ་ཚོ་ད་ག་སོག་རེ་ཅིག

ད་འདི་བྱེད་ཡོན་དུས་ད་ཨ་རིག་གི་ནག་ལོག་ལ་འདི་བཙུད་ཡོན་དུས་ད་ཉེན་ཁ་ལྕི་བ་ཞུ་བྱེད་རེད་བ། འདི་སོང་ཙང་ཁ་ངོ་ངས་འདི་ནག་ལ་ཞུ་བི་ལང་བཞིན་གི་ད་ཁ་སང་ཡ་ཨ་རིག་གཞུང་གི་ད་ད་མི་གཉིས་བླ་བྲག་གཉིས་སིམ་སོང་ག་ད་ཁུ་གཉིས་གཉིས་གི་ཡིན་བི་ནི། ལྟ། སོན་འབྲུ་རིགས་ཀྱི་སོན་དང་ཚལ་དང་དེ་འདྲས་ཀྱི་སོན་དེ་འདྲས་ཁྱེར་ཡོང་སྟེ་རྒྱ་ནག་ནས་ནས་ཁྱེར་ཡོང་རྒྱུ་དེ་ལས་ཨ་རི་གཞུང་གིས་ད་ལྟ་བརྟག་དཔྱད་བྱས་ཡོང་དུས་ད་ཐིག་གི་འབྲུ་རིགས་ཀྱི་སོན་དེ་ཚོ་ཨ་རི་ཀྱི་སོན་དང་དུ་ཚོ་དུ་སྤྲད་པས་ཡིན་ཨ་ནི་ཨ་རི་ཀྱི་ད་ལྟའི་ཐོན་ཁུངས་ཡོད་འདོད་པས་ཀྱི་ད་འབྲུ་རིགས་དང་དུ་ཚོ་ཀྱི་སོན་དུ་ཚོ་ལ་གནོད་སྐྱོན་འགྲོ་བ་དང་དག་བླངས་བཞིན་གྱི་ཐིག་གི

ཡིན། ལབ་འདུག་དེ་ལས་ཡིན་ནའི་དུ་འཛུགས་འདི་བརྟག་དཔྱད་བྱེད་ཡག་དང་དེ་ཡིན་ནའི་རྒྱལ་ཁབ་གཅིག་ནས་གཅིག་ཁེངས་ཡང་སོན་རྩི་སོན་དུ་འཛུགས་ཡིན་ན། ཁྲིམས་འགལ་གྲབས་ཅིག་རེད་འདུག་ང་ཡང་གཞུང་ལ་གནས་སངས་ཞུ་དགོས་ཡག་དང་གང་དག་གཞུང་གིས་བརྟག་དཔྱད་བྱེད་ནས་ཡིན་དང་གང་དག་དེ་ཁེ་ཆོག་དང་ཁེ་ཆོག་མེད་པའི་དུ་འཛུགས་བྱེད་དགོས་ཀྱི་འདུག་ང་རྩ་བའི་གི་འབྲུ་རིགས་ཀྱི་སོན་རྩི་དུ་འཛུགས་ཡིན་ན་རྒྱལ་ཁབ་སོ་སོ་སོ་སོ་སོ་གི་ད་ཐོན་ཁོག་དུ་འཛུགས་ཀྱི་སོན་རྩི་ཡིན་ན་རྒྱལ་ཁབ་གཞན་པའི་དུ་འཛུགས་ཀྱི་དེ་བེད་སྤྱོད།

གནས་ཚུལ་རེ་བཞག་ཞོད་ཡིན། ད་དེབ་སྙན་ཐུང་གཉིས་ཀུ་ལེ་སུ་ར། དྲ་གྲོགས་གཅིག་གིས། ད་ཁོ་རང་སྐད་འདི་འབྲི་བཤད་བརྒྱབ་རོགས་གྱིས་ཟེར་གི་འདུག་ད་ངས་འདི་ཚོགས་པའི་ནང་མ་བརྒྱབ་བཞག་ནས་ལས་ཚང་མས་ཧ་གོ་ན་ཡག་པོ་ཡོད་རེད་བསམ་གི་འདུག་ད་འདི་ཚོ། འདི་རེ་བཞག་ད་ལྟའི་རྒྱ་ནག་གི་མི་མང་གཅིག་གིས་ད་ལྟའི། བོད་ཀྱི་ས་གནས་གཞིས་ཀ་རྩེའི་རྒྱལ་ཡོངས་མི་མང།

བོད་ཀྱི་ནས་ར་ཧྲང་ཞི་ཡི་ནས་ད་ལྟ་གྲོང་ཚོ་གི་མི་དམངས་དང་འཚོ་བ་སྔར་ལས་ཡག་པོ་ཡོང་ཡག་དང་ད་གང་ལྟར་མི་དམངས་ཀྱི་དཀའ་ལས་རྒྱབ་ཤབ་དང་འཚོ་གོ་སྒྲིག་དང་འཚོ་ལྐོག་ས་རུལ་སུང་བྱེད་མཁན་དང་འཚོ་རྟིབ་ཡག་དང་འཚོ་ལོ་ངོས་ལེན་ཡོད་པའི་ཀྱི་རྣམ་པའི་སོ་ཅི་རེ་ཤར་བ། དེ་དང་མཚུངས་ནས་ད་རྒྱ་ནག་ནང་ལོག་གི་ད་ལྟའི་གི་ཚོད་ཀྱི་གོ་སྒྲིག་མང་པོ་ཅིག་གོ་ནས་སྤབས་ཡག་དང་གཟིམ་ཡག་དང་ག་ཚོང་ཆག་མེད་འགྲོ་ཡག་དེ་འདྲའི་གནས་ཚུལ་དཔེ་མང་པོ་འདུག་རོ་བ། འདི་དང་མཚུངས་ནི་ད་ལྟ་ཞིས་ཅིན་ཕིང་གིས་ཕྱོགས་གཏོགས་ཀྱིས་ད་ཁོ་རང་གི་ནམ་རྒྱུན་མཐུན་པའི་གི་འགོ་ཁྲིད་མང་པོ་ཞུ་བ་ཅིག་ད་ལྟ་བཏིབས་ཡོད་པ་དང་ཁ་ཚད་ག་ཚོང་ཆག་མེད་ཆག་ཡོད་པ་དང། ད་ག་ལང་བཞིན་གྱི་ཞིས་ཅིན་ཕིང་གིས་སྐྱེས་དམན་གྱི་ད། ནམ་རྒྱུན་ཡིན་ན་ད་ཞི་ཅིན་ཕིན་མགོ་ཁྲིད་རེད་མ་གཏོགས་སྐྱེ་དམན་སྡེ་དགེ་མགོ་ཁྲིད་མ་རེད་དེ་ལས་ཆབ་སྲིད་ལ་སྐྱེ་དམན་སྡེ་ཡས་ཇུས་གཏོགས་བྱེད་ཀྱི་ཡོད་བས་ཀྱི་རྣམ་པས་ཀྱི་ཐོག་ནས་དྲུ་ལན་མང་པོ་ཅིག་ཡོང་སྡིག་འདུག་ལ་ཡང་དེ་ཤ་ཉེས་བྱ་ཨ་ནི་ད་ལྟ་སྐྱེ་དམན་སྡེ་གི་ཁོ་རང་གི་ཕ་ཡུལ་གཅིག་པ་ཅིག་གཏིབ་པའི་ཀྱི་གནས་ཚུལ་ཅིག་བྱུང་སོང་དེ་དང་མཚུངས་ནས་ཤིང་ཅང་གི་མགོ་ཁྲིད་བཅས་ཡང་ད་ལྟ་འཛིན་བཟུང་བྱས་ཡོད་བས་ཀྱི་གནས་ཚུལ་དེ་འདྲས་འདུག་ད་ང་ཚོ་ཞིབ་ཕྲ་ངས་ད་རེས་ཞུ་མ་གོ་བྱས་སང་ཉིན་དུ་བ་ཞུ་ཆོག་བྱས་ད་ལས་རྒྱབ་ལ་དུ་བ་དྲི་བ་དྲོ་དཔེ་མང་པོ་གླས་འདེགས་འདུག་ཡང་དུ་འཛོ་ལན་ཅིག་མ་རྒྱབ་ཡིན་ན་ཡང་གསལ་བཤད་བྱས་མ་སོང་ཟིག་རོ་བ་འོང་འདི་འདྲས་ཅིག་ཡིན།